ལྷན་རྒྱས་སྐུ་ཁམས་བཟང། འདི་ག་བོད་ཀྱི་བརྙན་འཕྲིན་ནས་བཙན་བྱོལ་ནང་གི་བོད་མི་གློག་བརྙན་བཟོ་ལས་པ་ཚོའི་སྒྱུ་རྩལ་གོང་འཕེལ་ཆེད་དུ་དམིགས་ཏེ་ལོ་ལྟར་གློག་བརྙན་མང་ཉུལ་དང་གློག་བརྙན་བོགས་གཏོང་ལས་གཞི་བཅས་གསལ་བསྒྲགས་གནང་གི་ཡོད་པ་བཞིན། ཕྱི་ལོ་ཉིས་སྟོང་བཅོ་དགུ་ལོའི་གློག་བརྙན་བོགས་གཏོང་ལས་གཞིའི་གོང་མ་ཉུལ་ཐོབ་པའི་གློག་བརྙན་ཁག་དེ་རིང་ནས་རེས་གཟའ་ལྷག་པ་འཆར་ཅན་གཟིགས་འབུལ་ཞུ་གི་ཡིན། གློག་བརྙན་དེ་དག་གི་བརྗོད་གཞི་མང་པོ་ཡོད་པའི་ཁོངས་ནས་ཐེངས་འདིར་རང་རེའི་སྤྱི་ཚོགས་ནང་རང་ཁ་རང་གསོ་དང་ཆབས་ཅིག་སྤྱི་ཚོགས་སྤྱིར་ཞབས་འདེགས་སྒྲུབ་མཁན་གྱི་ཚོགས་སྒེར་ཁག་ཅིག་ངོ་སྤྲོད་ཞུ་གི་ཡིན་པས།

སྙེ་མ་དང་པོ། ལྷ་སྒོ་གཙུག་ཏུ་རུ་བ་དམིགས་ཡུལ་གཙོ་བོ་འདི་གཅིག། བོད་ནས་ཡོང་བའི་གསར་བ་རྒྱ་གར་ལ་འབྱོར་བས་ནི་བོད་པ་དང་མཚུངས་ལས་ད་ཤེས་ཡོན་གྱི་ཆ་ནས་ཡིན་ནི་རེད་འཕྲོད་བསྟེན་གྱི་ཆ་ནས་ཡིན་ནི་རེད། དེ་འདྲའི་གི་ཆ་ནས་ད་གཙོ་བོ་ང་ཚོ་གི་དམིགས་ཡུལ་འདི་འདྲ་འདྲ་བོ་བྱེད་རོགས་རོགས་པ་བྱེད་ཐུབ་ཡ་རེད་ད་འདི་གི་ཞོར་ལ་ནི་ང་ཚོ་ད་དམ་སེ་ལ་ལ་གནས་སྡོད་པས་ནི་རྒྱ་གར་རེད་ཨ་ནི་ཡང་གཅིག་མི་རིགས་གཞན་པ་དེ་འདྲ་ཡོད་རུ་བ་ད་འབྲུག་པ་རེད་ཨ་ནི་བལ་བོད་བོད་མི་རེད་དེ་ཚོ་ལས་མཉམ་དུ་ནི་ཁོ་རང་ཚོ་ལ་ཕན་ཐོགས་འགྲོ་གོ་རེད། ད་ལྷ་ཡི་ལས་འཆར་མང་བཅས་ཅིག་ད་ང་ཚོ། དང་བླངས་རང་གིས་ང་ཚོ་ལ་རོགས་པ་བྱེད་དེ་ཡོད་རེད་ར་ད་སྙན་མང་དུ་བ་ཡིན་པ་ཡིན་ན་ལོ་ཁ་ཤས་ཅིག་སྔོན་ལ་ཡིན་པ་ཡིན་ན་དང་བླངས་ཀྱི་གྲངས་ཀ་དེ་ད་དཔེ་མང་པོ་འགྲོ་བྱོས་རེད་དྲུག་བརྒྱ་སྒང་ལ་འགྲོ་རེད་ད་ཉེ་ཆར་ཨ་ནི་བཞི་བརྒྱ་གསུམ་བརྒྱ་ད་ལོ་འགྲོ་ཡོད་ཅིག་ཡིན་པ་ཡིན་ན་ད་སུམ་བརྒྱ་སུམ་བརྒྱ་ལྔ་བཅུ་དེ་འདྲའི་གི་པར་ར་འགྲོ་བྱེད་རེད་བཤད་ར་ད་ལུང་པ་འདྲ་མི་འདྲ་ནས་ཡོང་གོ་རེད་ཨ་ནི་ཁོང་ཚོ་མང་ཆེ་ཅིག་ཨ་རི་ནས་ཆེ་ཀེ་ན་ཏྲ South America ད་དེ་བ་ནས་ག་བ་ག་ས་ནས་སླེབས་དེ་ཡོད་རེད་དེའི་ན་ལོ་ནས་ད་དམིགས་བསལ་གྱི་ང་ཚོ་ད་ལྟ་སྐད་ཡིག་གི་འཛིན་གྲྭ་ཡོད་རེད་བ། དེ་ཚོ་ཚང་མ་དྭང་བླངས་རང་གིས་ཁྲིད་དེ་ཡོད་རེད། ཨ་འདི་མ་ཡིན་པ་ང་ཚོ་ལས་ཁུངས་ཀྱི་ལས་ཀ་གཞན་པ་དེ་འདྲ་ཡིན་ནི་ད་ང་ཚོ་ལས་བསྡོམས་བྲིས་ཡ་ཡིན་ནི་རེད། ཨ་ནི་ལས་གཞི་གི་འཆར་འགོད་ཡོད་རེད་བ Proposal བྲིས་ཡ་ཡིན་ནི་རེད། ད་ལྟ་ང་ཚོ་གི་དུས་དེབ་ཅིག་ཡོད་རེད Contract Magazine ལ་ནི་དེ་ཡི་གི་བརྒྱུད་བཅས་ང་ཚོ་བོད་པའི་གི་གནས་ཚུལ་ཁྱབ་བསྒྲགས་བཏང་ཡ་རེད། དེ་ནང་ལོགས་གི་ད་ག་ལོགས་རེད་གསང་རྒྱུ་བྲིས་ངས་ཚང་མ་དྭང་བླངས་རེད། དེ་འདྲ་ཡིན་དུས་བསམ་པ་ལ་ཡ་ད་ད་ལོ་ལོ་གཅིག་པོ་འགྲོ་ཆ་ཤ་བས་ན་ཕལ་ཆེན་དྭང་བླངས་ང་ཚོ

ཕྱི་ལོགས་ལ་ལས་ཆུང་དེ་འདྲ་དང་བླངས་བྱས་ནས་ད་ཅིག་སྤྱི་ཚོགས་ཁག་ལ་ཞབས་ཞུ་བསྒྲུབས་ཡ་དང་དེ་འདྲས་མང་པོ་ཅིག་བྱས་པ་ང་ར་མཐོང། དོན་འདི་ག་འདུག་ཨ་ནི་འདི་བ་ལ་ང་ཚོས་བོད་ཡིག་འཛིན་གྲྭ། བོད་ཡིག་འཛིན་གྲྭ་དེ་འདྲས་བྱེད་ཀྱི་འདུག་དེར་ཨ་ནི་ངས་དེ་ད་ཅིག་དང་བླངས་བྱས་ནས་ལོ་གསུམ། ལོ་གསུམ་དུས་མེད་ཀྱི་ཉི་མ་ཅིག་ལ་ཨ་ནི་འཛིན་གྲྭ་ཅིག

མུ་མཐུད་ནས་ང་རང་སྔས་མ་དྭངས་བླངས་བྱས་པའི་འཛིན་གྲྭ་འདིར་རང་ཅག་སྤུན་དགུས་ད་ཅིག་ཡི་གེའི་རྨང་ཤུལ་འདི་རེད་ད་སྙིང་རྗེ། སྔས་མ་ལ་བསླབ་གྲྭ་འགྲོ་ཡ་གོ་བོ་མ་བྱུང་ཆོག་རྨང་ཤུལ་འདི་འདྲ་འདྲ་ཞིག་རེད་ད་ཡང་ཁ་ཤིག་ཁ་ཤིག་ཨོ་ཚི་ཡ་ཚི་ཤེས་ཚད་ཡོད་ངེས་དོན་འདི་གི་རྨང་ཤུལ་གཅིག་གོ་དཀའ་ཁ་ག་ང་མ་ཤེས་ངེས་བོད་དམངས་ཤིག་ཐུག་ན་སྦྱང་ངེས་ཀྱི་རྨང་ཤུལ་རེད། ཧོ་དེ་བྱས་ནས་ཤོག་ལ་འཛིན་གྲྭ་འདི་བསླབ་གི་བསླབ་གི་ཡང་ལས་ཀ་བྱེད་གི་བྱེད་གི་འདུག་ཟེར་ནས་ད་འདོད་པ་དང་ཕན་ཚུན་ལོ་ལྔ་ད་ལོ་ལྔ་པ་རེད།

དེ་ནས་ང་ཚོ་འཕྲོད་བསྟེན་སྒང་ལ་ཡར་ཡང་ལས་འཆར་ཁ་ཤས་བྱེད་ཀྱི་ཡོད་རེད་ཅིག་མིག་རེ་གསོ་བརྟག་དཔྱད་བྱེད་ཡ་རེད། མི་རྒན་ང་ཚོ་སྤྱི་ཐབ་ཅིག་ཡོད་རུ་བ་དེ་ཡི་ཡང་ཅིག་ང་རང་ཚོ་བོད་པ་དཀའ་ངལ་ཡོད་སྐྱོ་དེ་ཚོ་ལ་ཡ་ཅིག་ཞལ་ལ་བཅུད་ཡོད་པ་དང་དེ་འདྲས་ཕུལ་ཡ་གི་ལས་འཆར་ཅིག་ཡོད་རེད་ར། དེ་ནས་ང་ཚོ་ཁོར་ཡུག་སྒང་ལ་ཡར་ཡང་ལས་ཀ་མང་པོ་ཅིག་བྱེད་བདེ་ཡོད་རེད།